ད་ཐེངས་ཀྱི་གསར་འགྱུར་སྙིང་དོན་ངོ་སྤྲོད་ཞུས་པའི་ལེ་ཚན་ནང། འདི་གའི་གསར་འགྱུར་ཚན་པའི་གནས་ཚུལ་ཤེས་རྟོགས་བྱུང་བའི་ནང། འདི་ལོའི་ཕྱི་ཟླ་བཞི་བའི་ཚེས་བཞི་ནས་ཚེས་དྲུག་བར། ཨ་མེ་རི་ཁའི་ཨེ་མོ་རི་མཐོ་རླབས་དང། ཏཱ་ལའི་བླ་མའི་དགེ་རྩ། རྒྱ་གར་ནང་རྟེན་གཞི་བྱས་པའི་ཝར་ན་ཐེབས་རྩ་ཁང་བཅས་མཉམ་འབྲེལ་གྱི་གོ་སྒྲིག་འོག། རྒྱལ་ཁབ་མི་འདྲ་བ་སུམ་ཅུ་ནས་ཕེབས་པའི་ཤེས་ཡོན་སློབ་སྟོན་མི་སྣ་དང་མཁས་དབང། དེ་བཞིན་ཉམས་ཞིབ་པ་སོགས་ཚོགས་བཅར་བ་ཉིས་སྟོང་ཙམ་མཉམ་ཞུགས་གནང་བའི་ཐོག། རྒྱ་གར་གྱི་རྒྱལ་ས་ལྡི་ལི་རུ ྋགོང་ས་མཆོག་གིས་གསར་གཏོད་མཛད་པའི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོང་འཕེལ་གཏོང་ཐབས་སྐོར། རྒྱལ་སྤྱི་རང་བཞིན་ལྡན་པའི་ལྷན་ཚོགས་ཤིག་ཚོགས་རྒྱུ་ཡིན་པ་དང། ལྷན་ཚོགས་དེ་ནི ྋགོང་ས་མཆོག་དང་ཨ་མེ་རི་ཁའི་ཨེ་མོ་རི་མཐོ་སློབ་དབར་ལོ་ངོ་ཉི་ཤུ་ལྷག་ལ་བྱམས་བརྩེའི་གཞི་རྩར་གྱུར་བའི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་དང། སྒོམ་སྒྲུབ་སྐོར་གོ་བསྡུར་གནང་བའི་གྲུབ་འབྲས་ཡིན་འདུག་པ་མ་ཟད། ལྷན་ཚོགས་དེར། རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་མཁས་དབང་དང་ཆེད་ལས་མི་སྣ། ནོ་བེལ་ཞི་བདེའི་གཟེངས་རྟགས་བཞེས་མྱོང་མཁན་སོགས་ཆེད་དོན་མི་སྣ་ཧ་ཅང་མང་པོ་ཕེབས་རྒྱུ་ཡིན་འདུག་པ་བཅས་ཀྱི་གཏམ་བཟང་གི་གནས་ཚུལ་འདུག་རྒྱལ་སྤྱིའི་བརྒྱུད་ལམ་ཁག་ཏུ་ཐོན་པའི་གནས་ཚུལ་ནང། རྒྱ་ནག་གི་ཆབ་སྲིད་སློབ་གསོ་བཅོས་བསྒྱུར་ལྟེ་གནས་ཁང་ཁག་ཅིག་ལ། ཁ་ཆེའི་ཡུ་གུར་བ་སོགས་ཁ་ཆེའི་མི་རིགས་ས་ཡ་གཅིག་ལྷག་བཙན་དབང་བཀག་ཉར་བྱས་པར། རྒྱལ་སྤྱིའི་ཁྱོན་ཡོངས་ནས་སྐྱོན་བརྗོད་དང་སེམས་འཚབ་ཀྱི་རྣམ་འགྱུར་ཤུགས་ཆེར་བཏོན་པ་མ་ཟད། ཏུར་ཀི་རྒྱལ་ཁབ་ཀྱིས་རྒྱ་ནག་གི་བྱེད་སྟངས་དེ་ནི། འགྲོ་བ་མིའི་རིགས་ལ་ངོ་ཚ་དགོས་པའི་བྱེད་སྟངས་ཤིག་ཡིན་པས། ཆབ་སྲིད་སློབ་གསོའི་ལྟེ་གནས་ཁང་དེའི་རིགས་སྒོ་རྒྱག་དགོས་པར་བརྗོད་པ་རེད། ཁ་ཆེའི་ཆོས་དད་པའི་ཤུགས་ཆེར་བཟུང་བའི་རྒྱལ་ཁབ་ཅིག་གིས་རྒྱ་ནག་ལ་ཆབ་སྲིད་ཀྱི་གནད་དོན་དེ་ལྟ་བུའི་རིགས་སྐྱོན་བརྗོད་བྱས་པ་ཐོག་མ་དེ་ཡིན་པ་དང། ཏུར་ཀི་རྒྱལ་ཁབ་ཀྱི་ཕྱི་སྲིད་མགྲིན་ཚབ་པའི་བསྒྲགས་གཏམ་ནང། ཡུ་གུར་མི་རིགས་ས་ཡ་གཅིག་ལྷག་སྡུག་སྦྱོང་མནར་གཅོད་དང་བཀག་གནོན་གྱི་མྱ་ངན་མྱོང་བཞིན་པའི་གནས་ཚུལ་ནི་གསང་བ་ཞིག་མིན་པས། རྒྱ་ནག་གཞུང་གིས་ཡུ་གུར་ཁ་ཆེའི་མི་རིགས་ཀྱི་འགྲོ་བ་མིའི་གཞི་རྩའི་ཐོབ་ཐང་ཁག་ལ་གུས་བརྩི་བྱས་ཏེ། བཀག་ཉར་དེའི་རིགས་སྒོ་རྒྱག་དགོས་པའི་སྐུལ་མ་བྱེད་ཀྱི་ཡོད་ཅེས་བརྗོད་ཡོད་པ་རེད། གནད་དོན་དབྱེ་ཞིབ་པས། ཏུར་ཀི་རྒྱལ་ཁབ་ཀྱིས་བྱེད་སྟངས་དེ་ལ། བསྟོད་བསྔགས་བྱས་ཏེ་ཁ་ཆེ་ཕོན་ཆེར་ཡོད་པའི་རྒྱལ་ཁབ་གཞན་པས་ཀྱང་ཏོར་ཀི་རྒྱལ་ཁབ་ལ་གནད་དོན་དེའི་ཐོག་རྒྱབ་སྐྱོར་དགོས་སྐོར་བརྗོད་ཡོད་པ་རེད། ཕྱི་ཟླ་གཉིས་པའི་ཚེས་བཅུ་གཅིག་ཉིན་རྒྱ་ནག་གི་དྲ་རྒྱའི་ནང་གནས་ཚུལ་སྤེལ་གསལ། གྲོང་ཁྱེར་དང་ས་ཁུལ་ཁག་དང་རིམ་པ་ཁག་དང་སྡེ་ཚན་ཁག་ལ་མཐའ་ཚད་ཀྱི་བསམ་གཞིག་བརྟན་པོ་འཛུགས་པ་དང་བརྟན་ལྷིང་གཙོ་གནད་དུ་འཛིན་རྒྱུར་མཐའ་འཁྱོངས་བྱས་པ། གནད་དོན་མི་བརླག་པ་མཐའ་ཚད་དང། མཐའ་མའི་དམིགས་ཚད་དུ་འཛིན་པ་ཟེར་བ་དང། ཡང། ཆེད་དོན། འཐབ་རྩོད་གསུམ་ཟབ་ཏུ་གཏོང་བ་དང། ཁྲིམས་འགལ་ཉེས་གསོག་གི་བྱེད་སྤྱོད་སྣ་ཚོགས་ལ་རྡུང་རྡེག་ཚ་ནན་གཏོང་བ། ཁྲིམས་དང་མི་མཐུན་པའི་སྒྲིག་འཛུགས་དང་མགོ་གཉིས་མ་རྩད་གཅོད། དྷ་སེལ་དང། འབྲེལ། རྡུང་རྡེག་ཚ་ནན་གཏོང་བ་བཅས་ལ་བརྟེན་ནས་ཏཱ་ལའི་རུ་ཚོགས་དང་གཏོར་བཤིག་གཏོང་མཁན་སྣ་ཚོགས། ལྗོངས་ནང་ཁུལ་དུ། བརྟེན་ས་གབ་ས་མེད་པར་བཟོ་དགོས། ཞེས་བཀོད་འདུག་པས། གནས་ཚུལ་དེའི་ནང་དོན་གཙོ་བོ་ནི། བོད་མི་བཙན་བྱོལ་བའི་རུ་ཚོགས་དེས་སྤྱི་ཚོགས་བརྟན་བརླིང་གཏོར་བཤིག་གཏོང་མཁན་དང། གནད་དོན་བཟོ་མཁན། ཁྲིམས་དང་མི་མཐུན་པའི་སྒྲིག་འཛུགས་མགོ་གཉིས་མ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད། ལོ་འདིར། རྒྱ་ནག་གུང་ཁྲན་གཞུང་གིས་དུས་སྟོན་མང་པོ་ཞིག་མཉམ་དུ་འཁེལ་གྱི་ཡོད་པས། སྤྱི་ཚོགས་བརྟན་ལྷིང་ཐད། སེམས་འཚབ་ཆེ་ཤོས་ཡིན་པའི་རྣམ་འགྱུར་དེ་གསལ་སྟོན་བྱས་པ་རེད། ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་བོད་ཀྱི་སྲིད་སྐྱོང་འབུམ་རམས་པ་མཁས་དབང་བློ་གསལ་སེང་གེ་མཆོག། ཨ་མེ་རི་ཁའི། Rhode Island། མཐོ་སློབ་ཀྱི་འཚེ་མེད་ཞི་བའི་ཤེས་ཡོན་བསྟི་གནས་ཚན་པས་མགྲོན་འབོད་ཞུས་པ་ལྟར། ཆེད་ཕབ་ཀྱིས་མཐོ་སློབ་བུ་ཁང་གི་དགེ་ལས་སློབ་ཕྲུག་རྣམས་ལ་བོད་དོན་དང་འབྲེལ་ཚད་མའི་ཤེས་བའི་ཐབས་སྲོལ་ཐོག་གསུང་བཤད་གནང་སྟེ། བོད་ནི་འཛམ་གླིང་ནང་དམ་བསྒྲགས་ཆེ་ཤོས་ཀྱི་ལུང་པ་ཨང་གཉིས་པ་དེ་ཡིན་པའི་སྐོར་དང། ཕྱི་ལོ་ཉིས་སྟོང་དགུ་ནས་ད་བར་བོད་ནང་དུ་བོད་མིས་རྒྱ་ནག་གཞུང་ལ་བོད་ནང་རང་དབང་དགོས་པའི་འབོད་སྒྲ་སྒྲོག་བཞིན་དུ་རང་ལུས་མེར་བསྲེགས་ཀྱིས་ཚད་མའི་ཞི་བའི་ལས་འགུར་སྤེལ་བ་སོགས་ཀྱི་སྐོར་གསུང་བཤད་གནང་རྗེས། དགེ་ལེགས་སློབ་ཕྲུག་ཐུན་མོང་ནས་སྲིད་སྐྱོང་མཆོག་ལ་ཐུགས་རྗེ་ཆེ་ཞུས་ཕྱག་བསྐྱལ་ཞིག་ཀྱང་ཕུལ་ཡོད་པ་རེད། ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་དཔལ་ལྡན་སྲིད་སྐྱོང་མཆོག་ཨ་རི་མངའ་སྡེའི་ཁེ་ནེ་ཀྲི་ཀེ་ཏུ་རྟེན་གཞི་བྱས་པའི་བོད་རིགས་སྤྱི་མཐུན་ཚོགས་པའི་མགྲོན་འབོད་གནང་བ་ལྟར། ཁུར་དེས་བོད་རིགས་མི་མང་ལ་ལམ་སྟོན་བཀའ་སློབ་ཕེབས་པ་མ་ཟད། ཁུར་དེ་ཡས་ཆབ་སྲིད་ཚོགས་པའི་མགྲོན་འབོད་གནང་སྟེ་པར་སིན་མཐོ་སློབ་ཏུ་བོད་ཀྱི་རིག་གཞུང་དང་ཁོར་ཡུག་ས་བབ། ཆབ་སྲིད་བཅས་ཀྱི་གནད་དོན་སྐོར་གསུང་བཤད་གནང་སྟེ། སྲིད་སྐྱོང་མཆོག་གིས་བོད་ནི་ལོ་རྒྱུས་ཐོག་རང་བཙན་གཙང་མའི་རྒྱལ་ཁབ་ཞིག་ཡིན་པའི་དཔང་རྟགས་སུ་དེ་སྔ། ཕྱི་ལོ་བརྒྱད་བརྒྱ་ཉི་ཤུ་རྩ་གཅིག་ལོར་བོད་རྒྱའི་བར་ཆིངས་ཡིག་བཞག་པ་ལྷ་སའི་ཇོ་ཁང་མདུན་གྱི་རྡོ་རིང་སྟེང་གསར་བུར་བཀོད་པ་དེ་དག་དུས་ད་ལྟའང་མཇལ་རྒྱུ་ཡོད་པ་དང་དེ་སྔ། བོད་རང་བཙན་ཡིན་སྐབས་བོད་དེ་ཨེ་ཤི་ཡའི་སྟོབས་ཆེན་རྒྱལ་ཁབ་དཀར་ནག་གཉིས་ཀྱི་བར་སྣེའི་རྒྱལ་ཁབ་ཅིག་ཡིན་པར་བརྟེན། རྒྱ་དཀར་ནག་གཉིས་ཐད་ཀར་གདོང་ཐུག་མི་ཡོང་བར་ཕན་ཐོགས་ཡོད་པའི་སྐོར་སོགས་ཀྱི་གསུང་བཤད་གནང་ཡོད་པ་རེད། ཕྱི་ཟླ་གཉིས་པའི་ཚེས་བརྒྱད་ཉིན། དབོན་བྲག་ཆོལ་གསུམ་བོད་མི་གཞིས་ཆགས་ཀྱི་སིལ་བུར་རྩེད་ཐང་གི་གནས་སྟངས་ཞན་པོ་ཡོད་པར་བརྟེན། ས་གནས་མགོ་འཛིན་ལས་ཁུངས་ནས་ཐུགས་འགན་རྐང་བཞེས་ཐོག་སིལ་བུར་རྩེད་ཐང་གསར་པ་ལེགས་གྲུབ་ཀྱི་དབུ་འབྱེད་དུ་བོད་ཀྱི་བཀའ་ཤག་གི་འཕྲོད་བསྟེན་བཀའ་བློན་ཆོས་སྐྱོང་དབང་ཕྱུག་མཆོག་ཕེབས་ཏེ་ལམ་སྟོན་གསུང་བཤད་གནང་བ་མ་ཟད། ས་གནས་མགོ་འཛིན་དགེ་ལེགས་འཇམ་དབྱངས་མཆོག་ནས་ཀྱང་སིལ་བུར་རྩེད་ཐང་གསར་རྒྱག་གི་ལས་གཞི་ལེགས་གྲུབ་ཀྱི་ལས་བསྡོམས་སྒྲོག་སྦྱང་གནང་སྟེ་མཛད་སྒོ་རྒྱལ་ཁའི་ངང་གྲོལ་ཡོད་པ་རེད། ཕྱི་ཟླ་གཉིས་པའི་ཚེས་བཞི་ནས་ཉིན་བདུན་རིང། བོད་མི་སྒྲིག་འཛུགས་ཀྱི་ནང་སྲིད་བཀའ་བློན་ཁོ་ལྷ་ཚང་བསོད་ནམས་སྟབས་ཀྱིས་མཆོག་རྒྱ་གར་ཨོ་རི་ས་ཕུན་ཚོགས་གླིང་བོད་མི་གཞིས་ཆགས་སུ་གཞུང་འབྲེལ་ཕྱོགས་ཕེབས་གནང་བ་དང། ཨོ་རྒྱན་མཧཱ་གུ་རུ་མཐོང་གྲོལ་རིན་པོ་ཆེ་རྡོ་སྐུ་ཆེན་མོ་ལེགས་པར་གྲུབ་པའི་དབུ་འབྱེད་མཛད་སྒོར་ཕེབས་ཏེ། སྐྱབས་རྗེ་གཏེར་ཆེན་ནམ་མཁའ་རིན་པོ་ཆེ་མཆོག་དང། སྐྱབས་རྗེ་རྒྱས་བཀྲིས་རིན་པོ་ཆེ་མཆོག། ས་གནས་འགོ་འཛིན། ཨོ་རི་ས་མངའ་སྡེ་བློན་ཆེན་གྱི་ལྷན་བཞུགས་སར། ནང་སྲིད་བཀའ་བློན་མཆོག་ནས་བོད་ཀྱི་བཀའ་ཤག་གི་ངོ་ཚབ་གནང་སྟེ། མངའ་སྡེ་བློན་ཆེན་མཆོག་ལ་རྒྱ་གར་གཞུང་མང་གཉིས་ལ་ཐུགས་རྗེ་ཆེ་ཞུའི་མཚོན་དག་ཆོས་ཀྱི་འཁོར་ལོ་ཞིག་ཕུལ་བ་དང། མང་ཚོགས་ལ་གསུང་བཤད་གནང་ཡོད་པ་བཅས་ཀྱི་གནས་ཚུལ་འདུག། འདི་གའི་གསར་འགྱུར་ཚན་པས་ཤེས་རྟོགས་བྱུང་བའི་གནས་ཚུལ་ནང། ཨ་མེ་རི་ཁས་རྒྱ་ནག་ལ་ཁ་གཏད་གཅོག་པའི་སྲིད་བྱུས་འཛིན་སྟངས་ཐད། གཞི་རྩའི་འགལ་ཟླ་ཆེན་པོ་དེ་ཙམ་མེད་ན་ཡང། ནང་ཁུལ་དགོངས་ཚུལ་མི་མཐུན་པ་ཅུང་ཟད་རེ་ཡོང་གི་ཡོད་པའི་གནས་ཚུལ་འདུག་ཨ་མེ་རི་ཁའི་གནད་ཡོད་མི་སྣ། ཚོགས་མི་སྤྱི་དོན་ཡོད་པའི་ཉམས་ཞིབ་པ་དང། ཕྱི་འབྲེལ་མི་སྣ་ཟུར་པ་བཅས་མཁས་པའི་མཐུན་ཚོགས་ཤིག་གིས། ཨ་མི་རི་ཀས་རྒྱ་ནག་ལ་སྲིད་བྱུས་ཁྲག་བུ་ཞིག་འཛིན་དགོས་སྐོར་རྒྱབ་སྐྱོར་བྱས་པ་དང་ཆབས་ཅིག་ད་ཐེངས་ཨ་མི་རི་ཀས་རྒྱ་ནག་ལ་འཛིན་བཞིན་པའི་སྲིད་བྱུས་དེར་དཔལ་འབྱོར་དང་བདེ་འཇགས་སོགས་ཕྱོགས་གང་ཐད་དུ་སྐྱོན་ཆ་མི་ཉུང་བ་ཞིག་ཡོད་པ་དང། སྲིད་བྱུས་འདིས་ཨ་མི་རི་ཀའི་ཕུགས་རྒྱང་རིང་པོའི་ཁེ་ཕན་ལ་གནོད་སྐྱོན་སྲིད་པའི་སྐོར་གསུངས་ཡོད་པ་རེད། ཨ་རིའི་ཕྱི་འབྲེལ་མི་སྣ་བཟོ་པ་ཞིག་གིས། རྒྱ་ནག་གི་ཚོང་ལས་གཉེར་ནས་གཞན་ལ་ཁེ་ཕན་བརྟན་སྤྲུག་ཙམ་ཡང་མི་སྟེར་བ་དང། རྒྱལ་སྤྱིའི་བཟོ་ཚོང་ལས་ཁང་ཁག་ལ་གྱོང་གུད་ཁོ་ན་སྤྲོད་རྒྱུའི་སྲིད་ཇུས་ཤིག་བཟུང་ཡོད་པས། རྒྱ་ནག་གི་བཟོ་ཚོང་ལས་ཁང་ཁག་ལ་ཁེ་ཕན་ཐོབ་ཅིང། རྒྱ་ནག་རང་གིས་དུས་རབས་ཉི་ཤུ་རྩ་གཅིག་པའི་འཕྲུལ་རིག་ལག་རྩལ་འགྲན་ཟླ་མེད་པའི་རྒྱལ་ཁབ་དེར་བསྒྱུར་དགོས་པའི་དམིགས་ཡུལ་བཟུང་ཡོད་པར་བརྟེན། ཨ་མེ་རི་ཁས་ཀྱང་མཉམ་འབྲེལ་དང་གནོད་ཤུགས་མཐུན་གྲོགས་སྒྲིག་པ་དང། གསར་གཏོད་ཀྱི་སྲིད་ཇུས་རྣམས་མཉམ་དུ་ལག་ལེན་བསྟར་ནས་རྒྱ་ནག་ལ་ཁ་གཏད་གཅོག་དགོས་ཞེས་གསུངས་པ་དང། ཨ་མེ་རི་ཁའི་མཁས་པ་ཚོས་བཏོན་པའི་དགོངས་ཚུལ་དེར། རང་ཁེ་སྲུང་སྐྱོབ་ཀྱི་སྲིད་ཇུས་ནང། ཚོང་ལས་དང་མ་རྩ་འཛུགས་འཇོག་བཀག་སྡོམ་སྒོ་ཁྲལ་སྤར་བ་དང། ཕྱིར་འཚོང་བཀག་སྡོམ། རྒྱ་ནག་གི་སློབ་ཕྲུག་དང་ཆེད་ལས་པ་ཚོ་ཨ་མི་རི་ཀར་སློབ་སྦྱོང་དང་ལས་ཀར་ཡོང་གི་ཡོད་པ་རྣམས་བཀག་འགོག་བྱས་ན་ཡང། ཨ་མི་རི་ཀས་རྒྱལ་ནང་དུ་རྒྱ་ནག་ཚོང་ལས་བཀག་པའི་དཀའ་ངལ་གསར་པ་མི་ཡོང་བའི་འགན་སྲུང་བྱ་དགོས་པའི་གསལ་བསྒྲགས་གནང་འདུག་ཨ་མི་རི་ཀའི་མཁས་པ་ཚོས་སྲིད་འཛིན་སྒྲོ་ནལ་ཁྲོམ་ལ་ནན་བརྗོད་གནང་དོན། རྒྱལ་སྤྱིའི་ཐོག་ཏུ་མཐུན་གྲོགས་བསྒྲིག་དགོས། ཨ་མི་རི་ཀའི་ལྟ་བ་ལངས་ཕྱོགས་ལ་མཐུན་པའི། རྒྱལ་ཁབ་ཁག་ལ་མཉམ་འབྲེལ་བྱས་ནས་འཛམ་གླིང་ཚོང་དོན་སྒྲིག་འཛུགས་ལ་ལེགས་སྐྱེས་གཏོང་དགོས། འཛམ་གླིང་ཚོང་དོན་སྒྲིག་འཛུགས་ཀྱི་ཁྲིམས་འོག་ཏུ་མ་འདུས་པའི་འཕྲུལ་རིག་གསར་པ་དང། ལག་རྩལ་གསར་པར་སྟངས་འཛིན་མེད་པ་དང། རྒྱ་ནག་ལ་འཛམ་གླིང་ཚོང་དོན་སྒྲིག་འཛུགས་ཀྱི་ཁྲིམས་ལ་འགལ་འཛོལ་བྱེད་ས་ཡོད་པ་རྣམས་བསྒྱུར་བཅོས་གཏོང་དགོས་ཞེས་ནན་བརྗོད་བྱས་པ་རེད། འོན་ཀྱང། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་ཁག་ཅིག་ནས་གསུངས་ན། རྒྱ་ནག་ནས་ཐོན་པའིཉིས་སྟོང་ཉི་ཤུ་རྩ་ལྔ་བཀག་འགོག་ཅེས་པའི་བཅའ་ཁྲིམས་ཤིག་གཏན་འབེབས་བྱ་དགོས་པ་དང། ཉིས་སྟོང་ཉི་ཤུ་རྩ་ལྔ་ནས་བཟུང་ཨ་མི་རི་ཀས་རྒྱ་ནག་ནི་དངོས་ཟོག་ནང་འདྲེན་བྱ་མི་དགོས་པ་ཞིག་ཏུ་བསྒྱུར་དགོས་ཞེས་གླེང་སློང་ཤུགས་ཆེ་གནང་གི་ཡོད་པ་རེད། གཞུང་འབྲེལ་ལས་བྱེད་ཀྱིས་ས་མིག་སྟོང་པའི་གསལ་བསྒྲགས་ནང། བོད་ཀྱི་བཀའ་ཤག་དཔལ་འབྱོར་ལས་ཁུངས་ཀྱི་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་སྡེ་ཚན་ནང་ལས་བྱེད་གཅིག་དང་དྲུང་གཞོན་ལས་རོགས་བཅས་གནས་རིམ་ཚད་མཉམ་ཐོག་བསྐོ་བཞག་བྱ་རྒྱུ། བོད་ཀྱི་བཀའ་ཤག་ཤེས་རིག་ལས་ཁུངས་ཀྱི་ཁྱབ་ཁོངས་སློབ་གྲྭར་མདུན་ལམ་ལབ་སྟོན་པ་གཅིག། བོད་མི་དྭང་བླངས་འཕྲོད་བསྟེན་ཚོགས་པའི་ཁྱབ་ཁོངས། ལྡི་ལི་འཕྲོད་བསྟེན་སྨན་ཁང་དུ་ལས་འཆར་ཞིག་གི་འོག། སྨན་སྤྲོད་པའི་ཕྱོགས་འགན་ལས་བྱེད་གཅིག། ཕྱི་དྲིལ། སྣར་ཐང་པར་ཁང་དུ་ལས་བྱེད་གཉིས་ཀྱི་ས་མིག་ཡོད་འདུག་པས། སྙན་ཞུའི་འབུར་ཕྱོགས་སྐོར་བོད་མི་སྒྲིག་འཛུགས་ཞེས་པའི་དྲ་གནས་སུ་གཟིགས་ན། གསལ་པོ་ཆགས་ངེས་ཡིན་པ་བཅས་ཀྱི་གནས་ཚུལ་འདུག། གསར་འགྱུར་སེམས་གཟིགས་རྣམ་པ་བཀའ་དྲིན་ཆེ། དེ་རིང་གི་གནམ་འོག་གསར་འགྱུར་ཚན་པས་གསར་འགྱུར་སྙན་ཐོའི་ངོ་སྤྲོད་ཞུ་བའི་ལེ་ཚན་དེ་འདི་ལྟར་མཇུག་སྒྲིལ་བ་ཡིན།